བརྔན་པ་ཡི་ཤོ་གམ་སྟོང་པ། ཉག་གི་གུ་གཉིས་མ། ག་ལྕགས་གི་གུ་གཅིག་ག་གཅིག་ཉི་མ་གཅིག། བ་ཀ་ར་དང་སྐྲ་ཤ་གི་གུ་བཞི་ཟ་བཞི་དང་ང་དང་སྐྲ་བཞི་དང། ལ་ཧ་དང་ལྷ་མ་ན་རོ་མོ་ལྷ་མོ། ས་ལ་དང་ལ་ན་རོ་ལོ་བ་ལོ། ག་ར་དང་གྲ་བ་སུ་གྲ་ན་ས་ནས་ལོ་གྲ་ནས། ལ་ན་རོ་ལོག་ག་ལོག། ས་ལ་བདག་བླ་འགྲེང་བུ་སླེབ། བ་ཟས་སླེབ། ལོག་སླེབ། ཁ་ན་རོ་ཁོ། གང་གཉའ་གི་གུ་གཉིས་ས་གཉིས་ཁོ་གཉིས། ཐང་ང་ཐང། ཆ་བདག་ཆེ། པ། དང་ང་དང། ཐང་ཆེ་བ་དང། ག་ར་བདག་དགྲ་ན་རོ་སྒྲོལ་བདག་སྒྲོལ། ཁ་ན་རོ་ཁོག་ག་ཁོག། སྒྲོལ་ཁོག། ལ་ད་བདག་རྟ་ན་རོ་ལྟོག་ག་ཟས་ལྟོག། པ། ར་འགྲེང་བུ་རེ་བདག་རེ་ལྟོག་པ་རེ། ཉི་མ་གཅིག་བཀྲ་ཤིས་དང་ལྷ་མོ་སློབ་གྲྭ་ནས་ལོག་སླེབས། ཁོ་གཉིས་ཐང་ཆད་པ་དང་གྲོད་ཁོག་བཟློག་པ་རེད། ཁ་ནར་ཁོ་གའོ་སྙ་གི་གུ་གཉིས་ཟ་གཉིས་ཀ་ཡ་ཏག་སྐྱ་གི་གུ་སྐྱིད་ཟ་སྐྱིད་ཁོ་གཉིས་ཀྱིས་ལྕགས་ནག་རོ་ཅོག་ག་ཅོག། རྩ་རིང་པོ་རྩེ་ཨག་གི་བུ་ཡི་ཅོག་རྩེ་ཡི། ས་ག་དག་གང་ཨག་གང་ལ་གང་ལ། ར་ལྔ་དག་ལྔ་ན་ལྔན་པ་ཨག་གི་བུ་ཡི་ལྔན་པ་ཡི། ཤ་ནག་རོ་ཤོག་ག་ཤོག། ས་ག་དག་སྒམ་མ་སྒམ་ག་གཉའ་གི་བུ་གཉིས་ས་གཉིས། ཤོག་སྒམ་གཉིས། མ་མཐའ་ནག་རོ་མཐོང་ཨ་མཐོང་མཐོང། ཤ་ནག་རོ་ཤོག་ག་ཤོག། ས་ག་ད་གམ་མ་གམ་ཤོག་གམ་ད་རེང་བ་དེ་ག་ང་གི་གུ་གཉིས་ས་གཉིས་དེ་གཉིས་ཨ་ན་རོ་འོད་ད་འོད་ཆ་རེང་བོ་ཆེམ་མ་ཆེམ་ཆ་རེང་བོ་ཆེམ་མ་ཆེམ་འོད་ཆེམ་ཆེམ་བ་ཡ་ད་བྱ་རེང་བོ་བྱེ་ད་བྱེ་ཀ་ཡ་ད་སྐྱ་གི་གུ་སྐྱི་ཡ་ན་རོ་ཡོད་ད་ཡོད་བྱེ་སྐྱི་ཡོད། ཁོ་གཉིས་ཀྱི་ཅོག་ཙེ་ཡི་སྒང་ལ་མངན་པ་ཡི་ཤོག་གམ་གཉིས། མཐོང། ཤོ་གམ་དེ་གཉིས་འོད་ཆེམ་ཆེམ་འབྱེད་ཀྱི་ཡོད། ཤ་ནར་ཤོག་ག་ཤོག་ས་ག་དག་གམ་མ་གམ་ག་ཡ་དག་རྒྱ་གི་གུ་གི་ཤོ་གམ་གི་ས་ག་དག་གང་ང་གང་ལ་གང་ལ་ཁ་ནར་ཁོ། གང་ཉག་གི་གུ་གཉིས་ས་གཉིས་ཀ་ཡ་ཏག་སྐྱ་གི་གུ་དཀྱིལ་ཁོ་གཉིས་ཀྱི། མ་གི་གུ་མིང་ང་མིང་མིང། བ་ར་ཏག་བྲག་གི་གུ་བྲི་ས་བྲི། ཡ་ན་རོ་ཡོད་ཏག་ཡོད། པ། མ་ཐ་ན་རོ་ཐོང་ང་ཐོང། བྲི་ཡོད་པ་ཐོང། ཁ་ན་རོ་ཁོ། གང་ཉག་གི་གུ་གཉིས་ས་གཉིས་ཏག་ག་ག། ཐག་ག་ཐག། ཆ་ན་རོ་ཆོད་ཏག་ཆོད། ན་ས་ནས། ཁོ་གཉིས། ག་དག་མཆོད་གནས་ཨ་ཕག་ག་ཕག། མ་ཆ་ནར་མཆོང་ང་མཆོང། བ་ར་ག་ད་ག་ཡ་ད་རྒྱབ་བ་རྒྱབ། ཕག་མཆོང་རྒྱབ། ཤོག་སྒམ་གྱི་སྒང་ལ་ཁོ་གཉིས་ཀྱི་མིང་བྲིས་ཡོད་པ་མཐོང། ཁོ་གཉིས་ག་དག་མཆོད་ནས་ཕག་མཆོང་རྒྱབ། འཐབ་པ་འཐབ། ཚང་ང་ཚང། ནང་ང་ནང། ན་ས་ནས། འཐབ་ཚང་ནང་ནས། ཨ། ཞང་ང་ཞང། ཨ་ཞང། ར་བདག་དག་བདག་ན་རོ་རྡོ། ར་བརྒྱ་དག་བརྒྱ་རིན་པོ་ཆེ། ཨ་ཀི་རུ་ཡི། རྡོ་རྗེ་ཡི། ས་ཀ་དག་ཀ་དག་ཀེ། ཀེ། ཐ་ན་རོ་ཐོས་ས་ཐོས། པ། ར་རིང་པོ་རེ་དག་རེ། ཀེ། ཐོས་པ་རེད། ཨ། ཞང་ང་ཞང། ཨ་ཞང། ར་བདག་དག་བདག་ན་རོ་རྡོ། ར་བརྒྱ་སྟག་བརྒྱ་སྦྲང་བུ་བརྒྱད་ཟ་བྱེད་ཨ་ཞང་རྡོ་རྗེ། ཨ། མ། ལ། ཨ་མ་ལ། ས་ཀ་ད་ཀ་ད་སྐད་ཆ། སྐད་ཆ། ཤ་ན་རོ་ཤོད་ད་ཤོད། བ་ཞག་གི་གུ་བཞིན་ན་བཞིན། ཡ་ན་རོ་ཡོད་ད་ཡོད། ཤོད་བཞིན་ཡོད། ཐབ་ཚང་ནང་ནས་ཨ་ཞང་རྡོ་རྗེ་ཡི་སྐད་ཐོས་པ་རེད། ཨ་ཞང་རྡོ་རྗེ་ཨ་མ་ལ་སྐད་ཆ་ཤོད་བཞིན་ཡོད། ཁ་ན་རོ་ཁོ་གག་སྙ་སྒྱི་གུ་གཉིས་ཟ་གཉིས་ཀ་ཡ་ཏག་སྐྱ་སྒྱི་གུ་སྐྱི་ཁོ་གཉིས་སྐྱི། ཨ་ཞང་ང་ཞང་ལ་ཨ་ཞང་ལ། ཨ་འཚམས་མ་ཟས་འཚམས་ཨ་ད་ར་ཏག་འདྲ་སྒྱི་གུ་འདྲི་ཞག་ཞག་རྒྱུ་ཞུས་ཟ་ཞུས་འཚམས་འདྲི་ཞུས། ཨ། ཞང་ང་ཞང་ག་གི་གུ་གི་ས་གི་ཨ་ཞང་གི། ཁ་ན་རོ་ཁོ་ག་ཉ་གི་གུ་གཉིས་ས་གཉིས་ལ་ཁོ་གཉིས་ལ། ད་ག་ཨ་ག་པ་ན་རོ་པོ་ཨ་གི་གུ་ཡི་ངང་ང་ངང་ག་པོ་ཡི་ངང། ཨ་ཐམ་མ་ཟས་ཐམ་པ་དགྲ་སྒྲེང་པོ་རེད་ད་རེད་དམ་པ་རེད། ཁོ་གཉིས་ཀྱིས་ཨ་ཞང་ལ་འཚམས་འདྲི་ཞུས། ཨ་ཞང་གིས་ཁོ་གཉིས་ལ་དགའ་པོ་ཡི་ངང་འཐམས་པ་རེད།